ལྷན་རྒྱས་ཚང་མ་ལ་སྐུ་ཁམས་བཟང་ང་ཟླ་བ་དོན་འགྲུབ་དེ་རིང་ངས་དྲ་ལམ་འདིའི་བརྒྱུད་ནས་ཁྱེད་རྣམ་པ་ལ། སྐྱབས་རྗེ་བདུད་འཇོམས་རིན་པོ་ཆེ་མཆོག་གིས་ཨོ་རི་ས་ཡི་གཞིས་ཆགས་ལ་བཞེངས་གནང་བའི་ཧ་ཅང་གི་གྲགས་ཆེ་བ་དང་ངོ་མཚར་ཆེ་བའི་མཆོད་རྟེན། བདུད་འདུལ་མཆོད་རྟེན་གྱི་སྐོར་ལ་ཞུ་ཡས་ཡིན། དེ་ཡང་མཆོད་རྟེན་དེ་བཞེངས་དགོས་པའི་རྒྱུ་མཚན། དེ་ནི་མཆོད་རྟེན་དེའི་བཞེངས་ཚུལ་དེ་ནི་མཆོད་རྟེན་དེ་ཡི་ནང་གི་རྟེན་གཙོ་བོ་དེ་ག་རེ་ཡིན་མིན་དང།

མཆོད་རྟེན་འདི་བཞེངས་དགོས་པའི་རྒྱུ་མཚན་ག་རེ་ཞུས་པ་ཡིན་ན་དེ་ཡང་འདས་པའི་ལོ་ལྔ་བཅུ་དྲུག་ཅུ་ཡི་སྔོན་ལ། བོད་ཆོས་སྲིད་གཉིས་ལ་ཟིང་འཁྲུག་དང་རྙོག་དྲ་ཧ་ཅང་ཆེན་པོ་ལངས་སྡོད་པའི་སྐབས་སུ་ད་བར་རྗེས་མཐུན་དུ་རྡོ་ཡལ་དང་ཞི་བདེ་ཡོང་བའི་ཆེད་དུ། དེ་ནི། བོད་མི་ཡོངས་རྫོགས་ཀྱི་ཚབ་བྱས་ནས། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ། བོད་ཟླ་དྲུག་པའི་ཚེས་བཞི་ཡི་ཉིན་མོ་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། དེ་ནི། བཙན་བྱོལ་བོད་གཞུང་རྣམ་གཉིས་ཀྱི་སྐྱབས་རྗེ་བདུན་ཅུ་རིན་པོ་ཆེ་མཆོག་ལ་མཆོད་རྟེན་གྱི་བཞེངས་གནང་བའི་རེ་སྐུལ་གནང་བ་ལྟར་དུ་བཞེངས་གནང་བ་ཅིག་ཆགས་བསྡད་ཡོད་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ཡི་ལོ་མཇུག་ཏུ་བ་ལ་སྐྱབས་རྗེ་བདུན་ཅུ་རིན་པོ་ཆེ་མཆོག་ཨོ་རི་ས་ཡི་གཞིས་ཆགས་ལ་ས་ཆ་བརྟག་ཞིབ་གནང་སྐབས་ཕེབས་པ་རེད་ད་ཨོ་རི་ས་ཡི་གཞིས་ཆགས་ལ། གྲོང་པ་ལྔ་ཡོད་པའི་ནང་ནས་གྲོང་པ་གསུམ་པའི་ཉེ་འགྲམ། རི་གླང་ཆེན་ཉལ་བདེ་བའི་རྣམ་པ་ཡོད་པའི་རི་དེ་ཡི་འགྲམ་ལ་ད་མཆོད་རྟེན་བཞེངས་མཁན་གྱི་ས་ཆ་བདམས་གནང་བ་རེད། དེ་མཆོད་རྟེན་དེ་དག་བཞེངས་པའི་སྐབས་སུ་གཙོ་བོ་འཛིན་སྐྱོང་གནང་མཁན་དེ་ལགས་དེ་ནི་བླ་མ་ཤེས་རབ་དང་བླ་མ་རྡོ་རྗེ་རྣམ་རྒྱལ་ཁོང་རྣམ་པ་གཉིས་ལ་བསྐོས་གནང་བ་རེད། མཆོད་རྟེན་དེ་ཡི་ནང་ལ་བཞུགས་ཡོད་པའི་རྟེན་ལ་བསམ་བློ་བཏང་སོང་བ་ཡིན་ན་དམ་པ་གོང་མ་རྣམས་ཀྱི་རིང་བསྲེལ་ཡོད་པ་མ་ཟད་དེ་ཡང་དམིགས་བསལ་གྱིས་ག་རེ་ཟེར་ན་བདུད་སྟོད་རབ་བརྟན་གླིང་གི་དགོན་པའི་གྲྭ་པ་དང་མི་མང་རྣམས་ཀྱི་རོགས་སྐྱོར་གྱི་འོག་ལ་དེ་ནི་གུ་རུ་རྡོ་རྗེ་གྲོ་ལོད་ཀྱི་སྐུ་འབུམ་གཅིག་ཚ་ཚ་བཏབ་ནས་འབུལ་ཡོད་པ་རེད། དེ་ནས་མཆོད་རྟེན་དེའི་རྟེན་གཙོ་བོ་ཡང་གུ་རུ་རྡོ་རྗེ་གྲོ་ལོ་ཕྱག་དེ་ཡོད་རེད་མཆོད་རྟེན་དེ་ཡི་ཐོག་ལ་ཡོད་པའི་རྟེན་གཙོ་བོ་གུ་རུ་རྡོ་རྗེ་གྲོ་ལོ་ཡི་སྐུ་དེ་ཉིད་སྐྱབས་རྗེ་བདུད་འཇོམས་རིན་པོ་ཆེ་མཆོག་གི་ལམ་སྟོན་གྱི་འོག་ལ། འབྲུག་པ་ལགས་ཞེས་བཟོ་ཧ་ཅང་གི་མཁས་པ་ཞིག་གིས་ཀ་གླིང་སྤུངས་ལ་བཞེངས་གནང་བ་རེད། དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ལོ་ལ། སྤྲུལ་སྐུ་ཚེ་དཔལ་ཁོང་ཀ་གླིང་སྤུངས་ལ་ཕེབས་ནས་སྐུ་དེ་ཉིད་ཨོ་རི་ས། བདུད་རྡོ་རབ་བརྟན་གླིང་དགོན་པ་ལ་གདན་དྲངས་བ་རེད། སྤྲུལ་སྐུ་ཚེ་དཔལ་ཁོང་ཀ་གླིང་སྤུངས་ནས་ཨོ་རི་ས་ལ་ཕེབས་པའི་སྐབས་སུ་མཉམ་དུ་སྐྱབས་རྗེ་བདུན་ཅོ་རིན་པོ་ཆེ་མཆོག་ཕེབས་མ་ཐུབ་པ་རེད་ཡིན་ན་ཡང་རིན་པོ་ཆེ་མཆོག་གིས་ག་རེ་གསུངས་གནང་ཡོད་རེ་ཞུས་པ་ཡིན་ན། རབ་གནས་ཀྱི་ཆོ་ག་འདི་ཉིད་ངེད་ཀྱིས་ཀ་གླིང་སྤུངས་ནས་བྱེད་དགོས་དེ་ནི་མཁན་ཚོགས་མ་ཁྱེད་ཚོགས་རབ་གནས་བྱེད་པའི་སྐབས་སུ་ང་ཡང་མཉམ་དུ་ཡོད་རེད་ལ་ནི་དེ་འདྲའི་ས་མ་ལ་ནི་བཀའ་གནང་བ་རེད། དེ་ནས་ས་ག་ཟླ་བའི་ཚེས་བཅོ་ལྔ་ཡི་ཉིན་མོ་ལ་གུ་རུ་རྡོ་རྗེ་སྒྲོལ་ལོད་ཀྱི་སྐུ་དེ་ཉིད། མཆོད་རྟེན་གྱི་ནང་དུ་འབུལ་བ་རེད། རབ་གནས་འདི་ཉིད་སྐྱབས་རྗེ་བདུད་འཇོམས་རིན་པོ་ཆེ་མཆོག་གིས་ཀ་ལིང་སྤུངས་ནས་གནང་བ་རེད། ཡིན་ན་ཡང་དེའི་སྐབས་སུ་ངོ་མཚར་བའི་རྟགས་མཚན་ག་རེ་བྱུང་གནང་ཡོད་རེད་ཞུས་པ་ཡིན་ན། མཁན་སློབ་དགེ་འདུན་འདུས་པ་ཡོངས་ནས་མཆོད་རྟེན་གྱི་མདུན་ལ་ཚོགས་འཚོགས་གནང་བའི་སྐབས་སུ། ཆོས་ཚུལ་བཅུ་པ་བཅུ་གཅིག་ག་ཡེངས་མེད་ལ། དེ་ནས་ནམ་མཁའ་ལ་བྱ་དཀར་པོ་གསུམ་ལྡིང་ཡ་དང་དེའི་མ་ཟད་ནམ་མཁའ་ནས་མ་འབྲུག་ཁ་དོག་སྣ་ཚོགས་པ་བབས་པའི་དེ་འབྲེལ་གྱི་ངོ་མཚར་ཆེ་བའི་རྟགས་མཚན་བྱུང་ཡོད་པ་རེད། དེ་ནི་མཁན་རྣམ་པ་གྱིས་མཇལ་བཞིན་པ་དེས། དེའི་སྐབས་སུ་ཚོགས་འཚོགས་གནང་བའི་སྐབས་སུ་ནམ་མཁའ་ནས་བབས་པའི་འབྲུག་དེ་ཆགས་བསྡད་ཡོད་རེད། མཆོད་རྟེན་འདི་ལ་བྱིན་གྱིས་བརླབས་པའི་སྐྱེས་བུ་དུ་མ་བྱོན་ཡོད་པ་རེད་དེ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་སྐྱབས་རྗེ་བྱ་བྲལ་རིན་པོ་ཆེ་དར་ཐང་རིན་པོ་ཆེ་དེ་ནས་གདུང་སྲས་འཕྲིན་ལས་ནོར་བུ་རིན་པོ་ཆེ་མཆོག་ལ་སོགས་པའི་སྐྱེས་བུ་དུ་མ་མང་པོ་ཆེ་ཕེབས་ནས་མཆོད་རྟེན་འདི་ལ་བྱིན་གྱིས་བརླབས་ཡོད་པ་རེད། མཆོད་རྟེན་འདི་ཡི་ངོ་མཚར་བའི་རྟགས་མཚན་དེ་ཙམ་མ་རེད་ད་དུང་ག་རེ་ཟེར་ན་ཕྱིས་སུ་གང་ཟག་ཅིག་ཧ་ཅང་ནག་བསྡད་པའི་སྐབས་སུ་མཆོད་རྟེན་འདི་ལ་མཚོན་བྱུགས་པ་རེད། ཚུན་ཕྱུག་པ་དེའི་སྟོབས་ཀྱིས། གང་ཟག་འདིའི་ནད་སྣ་ཚ་ལམ་བཟང་དྲགས་པ་རེད་ད་དེ་འདྲས་ཀྱི་ངོ་མཚར་བའི་རྟགས་མཚན་ཡ་མཚན་ཆེ་བ་མིག་སྟོང་ལག་ཟིན་དུ་མ་བྱུང་ཡོད་པ་རེད། འདུས་རྡུལ་མཆོད་རྟེན་འདི་ལ་སྐོར་བ་བྱེད་པའི་ཕན་ཡོན་སྐྱབས་རྗེ་བདུད་འཇོམས་རིན་པོ་ཆེ་རང་ཉིད་ཀྱི་ཞལ་སྔ་ནས་ཀྱང་ག་རེ་གསུངས་ཡོད་ར་ཟེར་ན་གལ་སྲིད་མཆོད་རྟེན་འདི་ལ་སྐོར་བ་བཅུ་བསྐོར་བ་ཡིན་ན་ཉིན་གཅིག་གི་བར་ཆད་བཟློག་པ་དང་རླུང་རྟ་འཕེལ་བ་དང། གལ་སྲིད་བསྐོར་བ་བརྒྱ་བསྐོར་བ་ཡིན་ན་རྨི་ལམ་ཉམས་པ་དང་མཚན་མ་ཉམས་པ། ལྟས་ཉམས་པ་ཐམས་ཅད་བཟློག་པ་དང། གལ་སྲིད་བསྐོར་བ་སྟོང་བསྐོར་བ་ཡིན་ན་ཤི་འདྲེ་དང་གསོན་འདྲེ་དམ་སྲི་ཐེའུ་རང་གི་གནོད་པ་བཟློག་པ་མ་ཟད། བྱ་བ་ཡིན་ན་ཡང་གང་བརྩམས་པ་ཐམས་ཅད་འགྲུབ་པ་དང། གལ་སྲིད་བསྐོར་བ་ཁྲི་བསྐོར་བ་ཡིན་ན་ལྷ། ཀླུ། ས་བདག་བཙན་གྱི་གནོད་པ་ཐམས་ཅད་བཟློག་པ་དང། གལ་སྲིད་བསྐོར་བ་འབུམ་བསྐོར་བ་ཡིན་ན། ལུས་ཀྱི་ན་ཚ་སེམས་ཀྱི་སྡུག་བསྔལ། གང་ལྟར་མི་འདོད་པ་ཐམས་ཅད་ཞི་བ་དང། མཐར་ཐུག་པདྨ་འོད་ཀྱི་ཞིང་དུ་སྐྱེ་བར་ངེས་ཀྱི་རེད་ལ་ནས་དེ་འདྲས་གསུངས་ཡོད་པ་རེད། སྤྱིར་བཏང་དགེ། མཆོད་རྟེན་ལ་ཕྱག་དང་བསྐོར་བ་མཆོད་པ་བྱེད་པ་ལ་བརྟེན་ནས་དགེ་ཕན་འདི་གཉིས། རྒྱལ་བུའི་བཀའ་དང་བསྟན་བཅོས་དུ་མ་ནས་གསུངས་ཡོད་པ་རེད། ཡིན་ན་ཡང་མདོར་བསྡུས་སོང་ན་ལུས་ལ་འཕྲོད་བསྟེན་དང་སེམས་ལ་བདེ་བ་འདི་ཆ་དེ་ཡོད་རེད། ད་འདི་ངེད་ཀྱི་ངོས་ནས་ཁྱེད་རྣམ་པ་ལ་བདུད་རྡུལ་མཆོད་རྟེན་གྱི་ངོ་སྤྲོད་མདོར་བསྡུས་ཙམ་གྱིས་ཞུས་པ་ཡིན། ཁྱེད་རྣམ་པ་ཡང་ཨོ་རི་ས་ལ་མ་ཕེབས་ན་མ་ཕེབས་རེད་མོད་ད་རྗེས་ཕེབས་ནས་བཟུང་བདུད་རྡུལ་མཆོད་རྟེན་མཇལ་ཁ་ངེས་པར་དུ་ཕེབས་རོགས་གནང་ཞུ་ཡས་ཡིན་ལགས་ཐུགས་རྗེ་ཆེ།